རུབ་ནས་ཏག་ཏིག་གི་དོན་དག་འདིའི་དབང་ཚང་མ་གཅིག་པ་རེད་རྒྱས་བསྡུས་ཀྱི་རིམ་པ་དང་ལག་ལེན་གྱི་རིམ་པ་གཅིག་བལྟས་ཚེ་མ་འདྲ་བ་ཡོང་གི་ཡོད་རེད་མ་གཏོགས་ག་རེ་ཟེར་ན་ལྷ་ཡི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཕྲིན་ལས་དང་བཅས་པའི་དགེ་བ་དབང་ཐོབ་པ་ལ་རྒྱུད་དག་དགོས་ཀྱི་ཡོད་རེད། རྒྱུད་དག་པ་ལ་རྒྱུད་ཟེར་བའི་སྐབས་སུ་ལུས་ཀྱི་རྒྱུད། ངག་གི་རྒྱུད་ཡིད་ཀྱི་རྒྱུད་རེད། དེ་གསུམ་ལས་གཙོ་བོ་དེ་ཡིད་ཀྱི་རྒྱུད་དེ་ཆགས་བསྡད་ཀྱི་ཡོད་རེད། དེ་ལ། རྩ་བ། ཨ་ནི་བདག་ཏུ་འཛིན་པའི་གི་བློ་དེ་ལས་སྐྱེས་པའི། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེས་བསྐྱེད་པའི་འབྲས་བུ། དེ་ནས་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པ་དེ་ཚོ་ཡོང་གི་ཡོད་པ་ཡིན་དུས་དེ་ཡི། རྒྱུ། དགེ་སྡིག་སྦྱངས་པའི། འབྲས་བུ། ངན་སོང་གི་སྡུག་བསྔལ་འབྱུང་བ་འོ་དེ་རྒྱུ་འབྲས་ཀྱི་རིམ་པ་དེ་འདྲ་ཅིག་འགྲོ་དགོས་ཀྱི་ཡོད་རེད། དེ་འདྲ་གི་རྒྱུའི་དག་ན། ལུས་དག་པ། རྩ་དེ་མ་དག་པ་རེད། མ་དག་པ་དེ་རྩ་རེད་དེ་དག་པ་དེ་སྐུ་ཡི་དཀྱིལ་འཁོར་ལ་དཔྱད་དགོས་ཀྱི་ཡོད་རེད། མ་དག་པ་དེ་རླུང་རེད། རླུང་དག་པ་དེ་གསུང་གི་དཀྱིལ་འཁོར་ལ་དཔྱད་དགོས་ཀྱི་ཡོད་རེད། མ་དག་པ་དེ་ཡིད་རེད་ཡིད་དག་པ་དེ་ཐུགས་ཀྱི་དཀྱིལ་འཁོར་ལ་དཔྱད་པ་དེ་བླ་མེད་ཀྱི་རྒྱུད་ཀྱི་ནང་གི་རྟགས། དག་དག་པ་ལ་སྒྱུར་སྟངས་ཀྱི་ལམ་གྱི་རིམ་པ་དེ་དེ་རང་ཆ་དེ་ཡོད་རེད་དེ་ལ་བརྟེན་ནས་ང་ཚོ་དུས་རྒྱུན་རྩ་དང་རླུང་དང་ཐིག་ལེ་གསུམ་ལ་སྐྱབས་སུ་མཆིའོ་བཟླས་དང་བསགས་དང་མི་རྟོག་གསུམ་ལ་སྐྱབས་སུ་མཆིའོ་ངོ་བོ་རང་བཞིན་ཐུགས་རྗེ་གསུམ་ལ་སྐྱབས་སུ་མཆིའོ་ཟེར་ཡ་དེ་སྐྱབས་ཀྱི་ཡུལ་དུ་གྱུར་པས་སྤྱི་དང་རྩ་རླུང་ཐིག་ལེ་དེ་མ་དག་པ་རེད་དེ་ངོ་བོ་རང་བཞིན་གྱི་དག་པ་ལ་བསམ་ན་རྩ་རླུང་ཐིག་ལེ་དེ་དག་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཡོན་ཏན་ཡེ་ནས་རང་ཆས་སུ་ཡོད་པ་རེད། དེ་ལ་བརྟེན་ནས་རྒྱུད་དག་གོ། རྒྱུད་དག་ན་དེ་ནི་ལྷ་ཡི་སྐུ་གསུང་ཐུགས་ཀྱི་བྱིན་རླབས་དང་རྟེན་དང་བརྟེན་པའི་དཀྱིལ་འཁོར་མ་ལུས་པ་ཐམས་ཅད་མཇུག་ཐུག་གི་ཡོ་བ་རེ་ལ་བླ་མེད་ཀྱི་རྒྱུད་ཀྱི་སྐབས་སུ་དབང་དང་པོ་བུམ་དབང་གསང་དབང་ཤེར་དབང་ཚིག་དབང་རིན་པོ་ཆེ་གི་དབང་གི་རིམ་པ་ཐམས་ཅད་ཡང་རང་གི་རྒྱུད་ལ་མཇུག་ཐུག་གི་ཡོ་བ་རེ་དེ་མཇུག་ཐུབ་ན་དེ་ནི་སྣང་གྲགས་རེ་གསུམ་ལྷ་ཡི་དཀྱིལ་འཁོར་ལ་ཤར་ནས། ད་དབང་གི་དབང་རེད་ད་བསྟན་དང་བསྟན་པའི་དཀྱིལ་འཁོར་ཆོས་དབང་གི་རིམ་པ་ལགས་བསྟན་ནས་རྒྱུད་སྨིན་ཅིང་གྲོགས་ཐུག་གི་ཡོད་རེད་ད་དེ་ལ་བརྟེན་ནས་དང་པོ་སྦྱང་བ་བྱེད་དགོས་ཡ་རྒྱུ་མཚན་དེ་རེད་དེ་ནས་ད་དབང་གི་ཞེས་བྱ་བ་ཡེ་ཤེས་པ་དབབ་པ་ཡིན་པས་དེ་ཡའི་སླད་དུ་ཁྱེད་རང་རྣམས་ལུས་གནད་རྣམ་སྣང་ཆོས་བདུན་ལུས་ཙོག་པུར་གཞུག་རྣམ་སྣང་ཆོས་བདུན་བསྐྱར་ཐུབ་ན་རྣམ་སྣང་ཆོས་བདུན་དེ་མེད་ན་ལུས་ཙོག་པུར་བཞག། ངག་ནི་རླུང་ཁ་སྦྱོར་དུ་བཅིངས། ཡིད་ཀྱི་གནད་དམིགས་པ་འདི་བཞིན་དུ་མཛད་པར་ཞུ་ཞེས་དང་ཚིག་རིས་དེ་ལ་གསན་པར་ཞུ། སློབ་དཔོན་གྱི་ཐུགས་ཀ་ནས་འོད་ཟེར་འཕྲོས། ཁྱེད་རང་རྣམས་ལ་ཕོག། གདོས་བཅས་རྣམ་སྨིན་ཤ་ཁྲག་གི་ལུས་འདི་མཚོན་མ་དག་པའི་དངོས་འཛིན་ཐམས་ཅད་རང་བཞིན་མ་གྲུབ་པ་སྟོང་པ་ཉིད་དུ་གྱུར། སྟོང་པ་ཉིད་དུ་སྦྱངས། ད་སྟོང་པ་དེའི་ངང་ལས། སྟོང་པ་བྱུ་རུར་ཟེར་དུ་ཐག་སྟོང་པ་ཉིད་ཀྱི་ངང་དུ་ས་ལ་བཏབ་དགོས་པ་རེད། སྟོང་པ་ཉིད་ལ་ས་ལ་མ་བཏབ་ན། དེ་ནི་སྤྱད་ལྷག་ལམ་སྤྱད་པའི་རིགས་པ་དེ་ཚོ་ཡོང་ཐུབ་ཀྱི་ཡོད་མ་རེད། ད་དེ་ནས་སྟོང་པ་དེ་ཡི་ངང་ལས་ཁྱེད་རང་རྣམས་གང་དུ་གནས་པའི་གོ་ས་ལ་སེང་གེ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེ་ཡི་ཁྲིའི་བཀོད་པ་ཕུལ་དུ་བྱུང་བའི་སྟེང་པདྨ་ཟླ་བ། དེའི་གདན་ལ་ཁྱེད་རང་རྣམས་སྐད་ཅིག་རྒྱལ་བའི་དཔའ་ལ་རྡོ་རྗེ་སེམས་དཔའ་སྐུ་མདོག་དཀར་པོ་ཟེར་དེ་ཤེས་ཡོན་དུ་དང། རྒྱུ་ཡི་ཏིང་འཛིན་སེམས་དཔའ། དམ་ཚིག་སེམས་དཔའ། ཡེ་ཤེས་སེམས་དཔའ་ཟེར་སྤྱི་དང་སེམས་དཔའ་གསུམ་ཚིག་ཐོག་ནས་ཡོང་གི་ཡོད་རེད། ཏིང་འཛིན་སེམས་དཔའ་ཟེར་བའི་སྐབས་སོགས་ལ་རྡོ་རྗེ་སེམས་དཔའི་ལྷ་ཡི་སྐྱེ་ཤི་ཡི་གེ་ཧུང་དཀར་པོ་དེའི་ཏིང་འཛིན་སེམས་དཔའ་ཆགས་བསྡད་ཀྱི་ཡོད་རེད། ད་ཡིན་ན་འདིའི་སྐབས་སུ་ཏིང་འཛིན་སེམས་དཔའི་སྐད་ཆ་མེད་པ་བྱས་ཁྱེད་རང་རྣམས་སྐད་ཅིག་གིས་ཟེར་ཡོད་དུ་སྐད་ཅིག་ཀྲོང་ཅིག་གི་ཐོག་ནས། ཨེ་ནས་པ་ལ་རྡོ་རྗེ་སེམས་དཔའ་སྐུ་མདོག་དཀར་པོའོ། དམ་ཚིག་སེམས་དཔའ་ཕྱག་བྱེད་པ་རེ། གང་ཞིག་རི་བོ་ལ་ཉི་མ་ཤར་བ་ལྟ་བུ་གཟི་བརྗིད་འབར་བ། སྒེག་ཅིང་འཛུམ་ལ་རབ་ཏུ་དགྱེས་པའི་ཞག་གཅན། མཚན་དང་དཔེ་བྱད་བཞིན་མཛེས་པ། ཞག་ལ་གཅིག་ཕྱག་གཉིས་པ། གཡས་རྡོ་རྗེ་རྩེ་ལྔ་པ་ཐུགས་ཀར་གསོར་ཞིང། གཡོན་དྲིལ་བུ་སྐུ་རུ་བསྟན་པ། དང་ཞག་གཅིག་དེ་ཆོས་ཀྱི་སྐུ་མཚོན་པའི་བརྡ་རེ། ཕྱག་གཉིས་གསལ་བའི་སྐབས་སུ་བདེན་པ་གཉིས་མཚོན་པའི་བརྡ་རེ། ཡང་མིན་ན་ཐབས་དང་ཤེས་རབ་གཉིས་མཚོན་པའི་བརྡ་མཚོན་གྱི་ཡོད་རེ། ཕྱག་གཡས་པ་རྡོ་རྗེ་རྩེ་ལྔ་པ་ཟེར་བའི་བཀའ་སྲོལ་ལ་ཡར་གྱི་རྭ་ལྔ་སྟེ། ཡབ་ལྔ། འོག་གི་རྭ་ལྔ་པོ་སྟེ་ཡུམ་ལྔ། ལྟེ་བ་དེ་སྐུ་གདུང་གི་ཐིག་ལེ་ཆོས་ཀྱི་དབྱིངས་ལས་ནི་ཐབས་དང་ཤེས་རབ་གཉིས་བསྐྱེད་ཀྱི་ཡོད་པ་ཡིན་འདུག་ཅི་ཞིག་དེ་ལྟེ་བ་སྐུ་གདུང་གི་ཐིག་ལེ་དེའི་ཀློང་ནས་ཡར་གྱི་རྭ་ལྔ་སྟེ་ཡབ་ལྔ། ཡུམ་ལྔ་སྟེ་ཐབས་ཤེས་གཉིས་བསྐྱེད་པ་རེད། འོ་དེ་བཞིན་དུ་འདིའི་ཐབས་དེ་ཁུ་གཙོ་བོ་ཐབས་ཞག་དགུ་ཡོད་རེད། ལྕགས་ཡེ་རྡོ་རྗེ་རྩེ་ལྔ་པ་ཐུགས་ཀར་སོགས། གཡོན་དྲིལ་བུ་ཀུ་རུར་བསྟན་པ་སེར་དེ་ཤེས་རབ་མཚོན་པའི་བརྡ་རེད། དེ་ནི་ཡུམ་ཤེས་རབ་མ་ལ་འཁྱུད་པ། ཞབས་རྡོ་རྗེ་སྐྱིལ་མོ་ཀྲུང་གིས་བཞུགས་ཤིང། ཡུམ་རྡོ་རྗེ་སྙེམས་མ་དཀར་མོ་དྲིལ་བུ་དང་ཐོད་པ་འཛམ་པའི་མགུར་ནས་འཁྱུད་པ་དང་མཉམ་པར་སྦྱོར་བ། གཉིས་ཀ་ཡང་གཉིས་འཇུག་ཁྲིགས་འཛིན་བཞུ་ཚུལ་ཅན། ས་ཚེ་ལྷུན་སྟུག་གཟི་བྱིན་འབར་བ་སྟེ་ཞི་བའི་ཉམས་དགུས་རྒྱས་པ།

དེ་ལྟ་བུའི་ངོ་བོ་ཞུ་བའི་སྙིང་གར་འོད་ལྔ་ཡི་ཀློང་དུ་ཟླ་བའི་སྟེང་དུ་རང་འདྲ་བའི་ཡེ་ཤེས་སེམས་དཔའ། རང་འདྲ་བའི་ཡེ་ཤེས་སེམས་དཔའ་ཅིག་སྐྱེ་དགོས་བ་རེད། ཡེ་ཤེས་སེམས་དཔའ་དེ་ཡང་དམ་ཚིག་སེམས་དཔའ་དང་ཆ་མཚུངས་པ་ཡབ་ཡུམ་རྗེས་སུ་ཆགས་པའི་སྦྱོར་བས་སྙོམས་པར་ཞུགས་པའི་བདེ་བའི་སྒྲ་དང་འོད་ཟེར་གྱིས་སངས་རྒྱས་དང་བྱང་ཆུབ་སེམས་དཔའ་དཔའ་བོ་དང་རྣལ་འབྱོར་མའི་ཚོགས་ཐམས་ཅད་དཔའ་ལ་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་རྣམ་པ་ལ་སྐུ་ཕྱག་རྒྱ་གསུང་ཡིག་འབྲུ། ཐུགས་ཕྱག་མཚན་གྱི་རྣམ་པ་ལ། དེ་ནས། ཆེ་བ་ལ་རི་རབ་ཙམ་ཆུང་བ་ལ་ཡུངས་ཀར་ཙམ་གྲངས་མེད་པ་ཚོགས་ལ་ཆར་ཕབ་པ་བཞིན་དུ་ཁྱེད་རང་རྣམས་ལ་ཐིམ་པས་ཁྱེད་རང་རྣམས་ཀྱི་ལུས་ངག་ཡིད་གསུམ་དྭངས་པ་ལ་རྡོ་རྗེ་སེམས་དཔའི་སྐུ་གསུང་ཐུགས་གསུམ་དེ་ཡེ་ནས་དབྱེར་མེད་པ་ཡིན་པ་ལ་ཡིན་པར་མཉམ་པར་བཞག་དགོས་བ་རེད། ཧོ། ཐུགས་ཆག་ཆག་རྣམ་པ་ཁ་ཆར་བུ་ཡུག་བསུ་བ་བཞིན་དུ་སྙིང་གར་སིབ་སིབ་ཐིམ་པས་ཐུགས་སྨོན་གནང་བར་ཞུ། ཨོམ། དང་དབང་བཞི་པ། དབང་གོང་དབང། བུམ་དབང་གསང་དབང་ཤེར་དབང་གསུམ་སྔོན་དུ་སོང་ནས་ད་དེ་ཡི་དོན་དེ་ཚིག་དབང་རིན་པོ་ཆེ་ངོ་སྤྲོད་པ་རེད། འདི་ག་གལ་ཆེ་ཤོས་རེད། ཁྱེད་རང་རྣམས་ལུས་གནད་མི་གཡོ་བ་གཙོ་བོར་བཞུགས། མིག་ཚམ་ཚོམ་མེད་པར་ཐད་ཀར་བལྟ། ངག་གི་རླུང་རང་བབ་ཏུ་བཞག། སེམས་ལ་རྟོག་པ་གང་ཤར་བ་ཡིན་ན་ཡང་འདིའི་རྟོག་པ་ངན་པ། འདིའི་རྟོག་པ་བཟང་པོ་དེ་ལ་བརྟེན་ནས་རྟོག་པ་བཟང་ངན་གྱི་བླང་དོར་གྱི་དཔྱོད་པ་མ་ཞུགས། འོ་ན་རྟོག་པ་ཤར་རྟོག་པ་ཤར། རྟོག་པ་ཤར་ན་ཆེད་མེད་པ་རེད། རྟོག་པ་དེ། བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་རྩལ་དང་དེ་ཡི་རོལ་པ་རེད། དེ་ཡི་བཀའ་མོ་བ་རེད། ངོ་བོ་ངོ་ཤེས་པས་དེ་ཡི་སྟེང་དུ་མཉམ་པར་བཞག། རྗེ་བཙུན་མ་ལས་གསུང་བ་ལྟ་བུ་ཅོག་གིས་བཞག། ལྷོད་ཀྱིས་ཀློད། རྦད་ཀྱིས་ཆོད། ཅོག་གིས་བཞག་ན་ག་རེ་ཕེབས་ཡོད་ཟེར་ན་ངོ་བོ་མཐོང་བ་རེད། ངོ་བོ་ག་རེ་མཐོང་ཡང་ཡོད་རེད་བསམ་མཐོང་བྱ་མཐོང་བྱེད་མེད་པའི་གནས་ལུགས་དེ་རང་གནས་ཡེ་ཤེས་རྒྱན་པར་དེ་འཆར་བ་རེད། དེས་བདག་དང་ཐ་སྙད་ཚིག་དང་དཔེ་གང་གིས་ཀྱང་མཚོན་མ་ཐུབ་པ་རེད། འོ་ན་བདག་དང་ཐ་སྙད་ཚིག་གིས་མཚོན་མ་ཐུབ་ན་ཉམས་སུ་མྱོང་བྱ་ཨེ་ཡོད་ན་ཉམས་སུ་མྱོང་བྱ་ཡོད། ཚུལ་གང་གིས་ཉམས་སུ་མྱོང་ན། བཅོས་ལས་མེད་པ་རང་སར་བཞག། ཀྱོག་གིས་བཞག་མཚམས་གསུམ་མེད་པར་བཞག་པའི་ངོ་བོ་ངོ་ཤེས་པ། ཉམས་སུ་མྱོང་བ། དེ་ལ་བརྟེན་ནས་རྒྱུ་བཟོད་མེད་ལས་ཀྱོག་གིས་བཞག་པའི་གནས་ལུགས་མཐོང། ཆོས་ཀུན་ནི་ངོ་བོ་ཆོས་ཀུན་སྟོང་པའི་ངོ་བོར་མཐོང། ཀྱོག་གིས་བཞག་པའི་གནས་ལུགས་མཐོང། ཀྱོག་གིས་བཞག་པའི་ངོ་བོ་མཐོང། འོ་ན་ངོ་བོ་ག་རེ་མཐོང་བ་རེད། ངོ་བོ་དེ་ཆོས་ཀུན་སྟོང་པའི་ངོ་བོར་མཐོང། ཆོས་ཀུན་ཞེས་པའི་ཕྱིའི་རྐྱེན་སྣང་སྣ་ཚོགས། ནང་གི་རྐྱེན་རྣམ་རྟོག་སྣ་ཚོགས། ཕྱི་ཡི་རྐྱེན་གྱི་སྣང་བ་སྣ་ཚོགས་དང་ནང་གི་རྐྱེན་གྱི་རྣམ་རྟོག་སྣ་ཚོགས་པ་དེ་དག་ཐམས་ཅད་ཀྱང་གང་ནས་བྱུང་ན་ལྷན་ཅིག་སྐྱེས་པའི་གནས་ལུགས་ཀྱི་སྟེང་ནས་ཤར་བ། དེའི་ངོ་ཤེས་ན། རིག་པ་རང་གྲོལ། འདོད་ཆགས་རང་གྲོལ། ཞེ་སྡང་རང་གྲོལ། གཏི་མུག་རང་གྲོལ། གཉེན་པོ་ལོག་ནས་བསྟན་ནས། བདག་འཛིན་གྱི་བློ་སྐྱོ་མ་གོ་བ། གཉེན་པོ་ལོག་ནས་ཚུར་འཁྱིལ་ཡོང་ནས་རྟོག་པ་སྐྱོ་མ་གོ་བ། རྟོག་པའི་ངོ་བོ་སོ་མ་དེ། རྣལ་འབྱོར་པ་ལ་ཤར་བ་རེད། སོ་སོ་སྐྱེ་བོ་ལ་ཡང་ཤར་བ་རེད། ངོས་ཟིན་མ་ཟིན་ཟེར་ཡ་དེ། བསྒོམ་དང་མ་བསྒོམ་རྩོལ་བས་ཀྱི་དེ་ལ་ཡང་འཇུག་དང་མ་འཇུག་གི་བྱེད་པ་ཅིག་འགྲོ་བ་མ་གཏོགས་རང་གནས་ཡེ་ཤེས་བརྒྱན་པ་འདི་དུས་ནམ་ཡང་རྟོག་པས་ཀྱི་མ་བསྒྲིབས་པ་བདག་ཏུ་འཛིན་པས་ཀྱི་བློ་ཡིས་མ་བཅིངས་པ་རྟོག་ཚོགས་དེ་ཚོས་ཀྱི་ནམ་ཡང་མ་བསྒྲིབས་པ་ལྷམ་མེར་ལྷེ་ནེར། ལྷང་ངེར་ཡོད་པ་རེད། དེ་ལ་བརྟེན་ནས་ད་ལྟ་འདི་སྐབས་སུ་སེམས་ལ་གང་ཤར་གྱི་ངོ་བོར་ལྟོས་ལ་ཟེར་ཚིག་དེ་ལས་མ་འཕྲོས་པ་རེད། སེམས་ལ་གང་ཤར་ཟེར་བའི་སྐབས་སུ་ལ་རྣམ་རྟོག་ག་རེ་བཅར་ན་ཡང་བཀག་དགོས་རེད་ཟེར་གསུངས་མི་འདུག་ག། འོ་ན་ག་རེ་བྱེད་དགོས་རེད་ཐབས་གཅིག་མ་གཏོགས་ཡོག་མ་རེད་གང་ཤར་གྱི་ངོ་བོ་ལ་ལྟོས་ཟེར། ངོ་བོ་ལ་མ་བལྟ་ན། གང་ཤར་གྱི་རྗེས་སུ་སོང་ན་རྣམ་རྟོག་གི་རྗེས་སུ་འགྲོ་བ་རེད། རྣམ་རྟོག་གི་རྗེས་སུ་སོང་ན་རྣམ་རྟོག་གི་རང་དབང་མེད་པར་འགྱུར་འགྲོ་བ་རེད། ཐོག་མེད་ནས་བྱས་ནས་རྣམ་རྟོག་གི་གཞན་དབང་དུ་སོང་ནས་རྣམ་རྟོག་གིས་བཅིངས་རྣམ་རྟོག་གི་དབང་དུ་སོང་རྣམ་རྟོག་གི་ཁོ་བོར་སོང་བ་རེད། ད་ལྟ། ལམ་གྱི་ཉམས་ལེན་ལ་བརྟེན་ནས་བླ་མའི་ངོ་སྤྲོད། རང་གི་སེམས་ཉིད་ཀྱི་རྩལ་ལྟར་སྤྱད། ཡིན་ལུགས་ཇི་བཞིན་པའི་ངང་དུ་མཉམ་པར་བཞག་བཅོས་བསླད་མེད་པ་ཅོག་གེ་བཞག་ལྷོད་ཀྱིས་ཀློད། རང་སར་བཞག་ཡོང་དུས་རང་རིག་རང་གསལ། རང་རིག་རང་གསལ་ཚིག་གཉིས་འདུ་བ་རང་རིག་ཟེར་བའི་སྐབས་སོ་ཅོག་གིས་བཞག་ལྷོད་ཀྱིས་གློད་རང་བབས་སུ་ཚམ་ཚོམ་མེད་པར་བཞག་ན་རང་རིག་པ། དེའི་སེམས་ཡོན་དུ་བླ་མའི་བསྟན་དུ་མེད། སློབ་མའི་མགོ་རུ་མས་ཡ་དེ་ཕྱག་རྒྱ་ཆེན་པོའི་སྐབས་སུ་དེ་རེད། བླ་མེད་ཀྱི་བརྡ་དང་ཚིག་དང་ཐ་སྙད་དཔེ་དང་མཚོན་བྱེད་གང་གིས་ཀྱང་བསྟན་ཡ་མེད་པ་རེད། ཏེ་ལོ་ང་ལ་ཅི་ཡང་བསྟན་དུ་མས་ཡ་དེ་གི་ཚིག་དེ་རང་རེའི་ཡིག་ཚང་དུ་ཡོང་གི་ཡོད་རེད། ཏེ་ལོ་ང་ལ་ཅི་ཡང་བསྟན་དུ་མས། སྐྱེ་བོ་འདི་ནི་རང་རིག་ཡེ་ཤེས་ཏེ། ངག་གི་ལམ་དེ་ཡིད་ཀྱི་སྤྱོད་ཡུལ་མིན། གཏེར་ལོ་ང་ལ་ཅི་ཡང་བསྟན་དུ་མེད་ཟེར་བ་བསྟན་རྒྱུ་མེད་པ་བསལ་ཏེ་བསྟན་རྒྱུ་ཅི་ཡོད་ནི་བསྟན་མ་ཐུབ་པ་མ་རེད། གཞི་ཁོ་རང་གི་གནས་ལུགས་ཡེ་ནས་རང་བཞིན་གྱི་གནས་བབ་དེ་ཐ་སྙད་དང་ཚིག་དང་བརྗོད་བྱ་བརྗོད་བྱེད་གང་དུ་ཡང་མ་འབྲེལ་བ་རེད། གཞི་ཡི་སྐབས་སུ་འབྲེལ་ཡོད་མ་རེད་ལམ་གྱི་སྐབས་སུ་འབྲེལ་ཡོད་མ་རེད། བླ་མས་དེ་ལ་ཐ་སྙད་གསར་པ་བརྒྱབ་ནས་སློབ་མ་ལ་ངོ་སྤྲོད་ཡ་ཡོད་མ་རེད་སློབ་མས་བསམ་བློ་གསར་པ་བཏང་ཕྱིར་ནས་ངོ་བཤད་ཡ་ཡོད་མ་རེད། རང་ལ་ཡོད་པའི་རང་གནས་ཀྱི་ཡེ་ཤེས་དེ་དེའི་སྟེང་དུ་མ་བཅོས་པ་བཞག་ཙམ་གྱིས་མཐོང་ཐུབ་ན་དེའི་མིང་ལ་རང་རིག་ཟེར་བ་རེད། འོ་ད་དེར་རང་རིག་ཟེར་ཚིག་དེ་རང་རིག། དེ་ལྟ་བུ་རིག་ཐུབ་ན་དེ་ལྟ་བུ་རིག་ན་དེ་ལྟ་བུ་མཐོང་ན་དེ་ལྟ་བུ་ཉམས་སུ་མྱོང་ན་རང་སལ། རང་སལ་བསལ་དེ་ལ་སྐྱོན་མེད་མཚན་རྟོག་གི་ཡོན་ཏན་ཁྱད་པར་ཅན་གཟུགས་མགོ་བ་རེ་ང་ཚོའི་དུས་རྒྱུན་སྟོང་ཉིད་སྤྲོས་བྲལ་འོད་གསལ་རང་བྱུང་སེམས་མང་པོ་བཤད་ཀྱི་ཡོད་དེ་ལ་ཕན་ཐོག་ཡོད་མ་རེད། ཚིག་གི་མགོ་བོ་འཁོར། བརྗོད་བྱ་དང་རྗོད་བྱེད་ཀྱི་ཐག་པའི་སྟེང་འགྲོ་གི་སྟེང་ནས།

མཐོང་ཡོང་དུ་ཅོག་གེ་བཞག། ད་རུང་ཡང་རྟོག་པ་ཕྲ་མོ་ཤར་ན་ལྷོད་ཀྱིས་གློད། ད་རུང་ཡང་རྟོག་པ་ཕྲ་རགས་གཅིག་བརྒྱུད་གཉིས་ཐོན་ཡོང་ན་ག་རེ་འབད་ཅེས་བྱོས། ཅེར་བསྟན་ཅོག་བཞག་ལྷོད་གློད་ལྷོད་ཀྱིས་གློད་པ་འབད་ཅེས་བྱོས་པ། དེ་གཞི་དེ་ཐོག་ལ་ཡར་བཙན་ས་ཟིན་ཐུབ་ན་སེམས་ཀྱི་གནས་ལུགས་མཐོང་བ་ཡིན། འོ་ད་དེར་མང་པོ་ཞུ་མ་གོ་བ་བྱེད། སེམས་གང་ཤར་བྱེད་ད་དེ། བླ་མེད་ཀྱི་རྒྱུད་སྡེ་དགེ་སྐབས་སོགས་ལ་ཡང་དབང་བཞེས་པའི་ཚེ་དབང་རིན་པོ་ཆེ་སྐབས་སོགས་ལའང་སྤྱི་བཏང་ངོས་བཟུང་ཆ་ཁའི་གནས་ལུགས་དེ་ཕྲ་རགས་ཀྱི་ཐོག་ནས་བྱས་པ་བལྟས་ཚེ་ཡོང་གི་རེད། གང་ངོས་བཟུང་ཆ་དེ་གཅིག་མ་གཏོགས་ཡོད་མ་རེད་དེར་བརྟེན་ནས་སེམས་གང་ཤར་གྱི་ངོ་བོ་ལ་ལྟོས་ལ་རང་རིག་རང་གསང་འཛེམ་མེད་ཀྱི་ངང་ལ་ཁྲིད་གྱིས་ཤོག་ཅུང་ཙམ་ཉམས་པར་ཤོག་དབང་ཐོབ་མ་ཐོབ་ཀྱི་ས་མཚམས་དེ་རེད་ད། ལགས་སོ། ད་འགྲིག་ཡོད། ད་མང་པོ་བྱུགས་པ་མ་རེད་ཡང་མགོ་ཡུ་འཁོར་དགོས། གར་སོང་ན་གོམ་པ་ཡོག་མ་རེད་བ། དེ་ཡིན་དུ་ཡང་མགོ་ཡུ་འཁོར་ཡག་དང་གཉིད་ཁུག་ཡག་སོགས་མང་པོ་ཡོང་གི་རེད། འོ་དོགས་སུ་བྱས། དུས་ཚོད་རིང་ཐུང་ཁྱད་པར་ཡོག་མ་རེད། ངོ་ཤེས་ཙམ་གྱིས་གསལ་ཙམ་རིག་ཙམ་བྱུང་ན་འགྲིག་ཚར་བ་རེད། དེ་འགྲིག་ཚར་བ་རེད་དེ་ལ་ཡང་ནས་ཡང་དུ་གོམས་ཏེ་བསྟུད་མར་བྱས་ནས་འགྲོ་ན། དེ་འདི་གང་བསམ་ཅི་ལ་ཡ། རྟོག་པ་གང་ཤར་ཐམས་ཅད་དེ་ཡང་ཆོས་ཉིད་ཀྱི། ཀློང་ལ་བར་འཇགས་མི་ཡོང་དུས། དེ་ནི་ཕྱི་དང་ནང་མེད་ཟང་ཐལ་ལ། ཟེར་ཡ་དེ་རྫོགས་ཆེན་སྐབས་སོགས་གནས་ལུགས་འདི་ཏིག་ར་ལ་སླེབས་ཡོད་ར་ད། དེ་མིན་ན་དེ་ག་ཙམ་མིག་ཆེན་པོ་དང་ཁ་གདངས་བསྡད་པས་ཕན་གི་མི་འདུག་ག། འོ་དེ་འདྲ་ཡིན་དུས་ཚིག་གི་ངོ་བོ་ངོ་ཤེས་ནས་ཡིན་ལུགས་ལ་ཐག་ཆོད་པའི་གི་ལྟ་བ། ཡིན་ལུགས་ལ་ངེས་ཤེས་འདྲོངས་པའི་གི་སྒོམ་པ་དེ་གཉིས་ཟུང་དུ་འཇོག་པའི་ཡ་མི་ང་བའི་སྤྱོད་པ་གསུམ་དང་འགྲོགས་ན། འོ་དེ་ནི་སེམས། སྤྱོད་པ་བཟང་ཐ་ཟད་དེ། རིག་པ་བཟང་ཐ་ཟད་དེ་དེ་དུས་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་རང་རིག་རང་གསང་འཛིན་མེད་ཀྱི་ངང་ལ་ཁྲིད་གིན་ཤོག་དེ་ཡང་རང་བྱུང་གི་ཡེ་ཤེས་ས་ལ་མི་རྟོག་པ། རྡོ་རྗེ་སེམས་དཔའི། རྡོ་རྗེ་སེམས་དཔའི་མེ་ལོང་འདི་ཡིས་མཚོན་པ་ཡིན་པས། བདག་དོན་རྡོ་རྗེའི་ཚིག་གི་ངོ་སྤྲོད་པ་དོན་གོ་བ་བྱོས་ཞེས་དང་ཚིག་དང་འགྲེལ་བཤད་མང་པོ་རྒྱ་མ་དུས་ཚོད་འགྲོ་གི་རེད་དེ། ཚིག་ལ་གསན་ན་དེ་འགྲིག་གི་འདུག་བ། ཧཱུྃ་ཐུང་ཐག་མེད་པ་རིག་པའི་ཞལ་གཟུང་འཛིན་གང་དུ་སྨིན་མེད་སྟོང་པའི་ཡེ་ཤེས་བདེ་བར་འཆར་དྲི་མེད་ཤེས་ལ་འཇའ་ཚོན་བཞིན། ཐུང་ཐག་མེད་པ་རིག་པའི་ཞལ་གཟུང་འཛིན་གང་དུ་སྨིན་མེད་སྟོང་པའི་ཡེ་ཤེས་བདེ་བར་འཆར་དྲི་མེད་ཤེས་ལ་འཇའ་ཚོན་བཞིན། ཐོག་མཐའ་མེད་པ་རིག་པའི་ཞལ་གཟུང་འཛིན་རྐང་དུ་མི་མེད་སྟོང་པའི་ཡེ་ཤེས་བདེ་བ་འཆར་དྲི་མེད་ཤེས་ལ་འཇའ་ཚོན་བཞིན། དག་ཕྱི་དང་ནང་མེད་ཟང་ཐལ་བསལ་ཡ་དེའི་དཔེ་དེ་དག་པའི་ཤེས་ཀྱིས་མཚོན་གྱི་ཡོད་པ་རེད། ཨོམ་དར་མ་དག་ཏུ་ཨ་བྷི་ཀེ་ཛ་ཧོ། ད་དེ་ལྟ་བུ་དཔེས་སྟོན་པའི་དེ་གི་དོན་ལ་ཡང་ཅུང་ཟད་མཉམ་པར་བཞག། གསུམ་པའི་མཐའ་ལ་རྟོག་པའི་རང་བྱུང་ལྷན་ཅིག་སྐྱེས་པའི་ཡེ་ཤེས་ས་ལ་མི་ལྟོས་པའི་ངང་དྭངས་བསྐྱངས་ལ་ཅུང་ཟད་མཉམ་པར་བཞག།